སྐལ་བཟང་དེ་ནི་ར་ཡ་མེད་ན་ཆོ་ཡ་མ་རེད། དེ་ནི་མདོར་ན་ཤེས་ཡོན་གྱི་རིན་ཐང་ཡོད་མེད་འདི་ཤེས་ཡོན་ཁོ་རང་གི་རྗེས་ལས་དེ་ལ་རག་ལས་ཀྱི་རེད་མ་གཏོགས་ངོ་བོ་ཁོ་རང་ལ་རག་ལས་ཀྱི་མ་རེད་ཟེར་བསམ་ཚུལ་གཅིག་འདུག་ཨ། འདི་དེ་ང་ཚོ་མེད་ཟེར་ལབ་ཐུབ་ཡོད་མ་རེད་ད་ང་ཚོས་དཔེར་ན། དེང་སང་ཡིན་ན། Practical Skills ཟེར་གྱི་འདུག་ཨང་ད་ཉམས་ལག་ལེན་བསྟར་དུས་ནི་ཅིག་ཕན་ཐོགས་ཡ་དེ་ལ། དེ་འབྲེལ་གྱི་ཤེས་ཡོན་དེ་ང་ཚོ་ལ་ངེས་བར་མཁོ་བ་ཡོད་རེད། དེ་མ་ཡིན་པའི་ཕལ་ཆེར་ང་ཚོ་ནང་པ་སངས་རྒྱས་པའི་ལུགས་ལས་བཤད་པ་ཡིན་ན་ཤེས་ཡོན་ཁ་ཤས་ཀྱི་སྦྱར་རོ་སོ་ཏག་གི་སྟོན་བྱེད་ནང་ཞིག་ཡོད་རེད་ཟེར་གྱི་ཟེར་ད།

དེ་ནས་ཁ་ཅིག་གིས། གཤེན་དེ་དེ་ཙམ་གྱིས་འདང་གི་མ་རེད། ཡིན་གཅིག་མིན་གཅིག་ང་ཚོ་ཕན་ཐོགས་པ་ཅིག་དགོས་ཀྱི་རེད། ཁོ་རང་ལ་རྗེས་ལུས་ལ་རག་ལས་ཀྱི་རེད། ཁག་ཡོད་མ་རེད། ང་ཚོ་ཁྱད་པར་དུ་སློབ་སྦྱོང་བྱེད་ཡོང་དུས་མི་དེ་ཚོས་དེང་སང་ངམ་མམ་ཤུགས་ཀྱིས་བྲིས་ཡོང་གི་རེད། དཔེར་ན་ང་ནང་ཆོས་སྦྱང་ཁ་བྱེད་ན་སླབ་གྲྭ་ཆེན་མོ་ལ་ནང་ཆོས་སྦྱང་ཁ་བྱེད་ན། ངའི་ལས་ཀ་ག་རེ་རག་གི་རེད། ངའི་འཚོ་བ་ག་འདྲས་སྐྱེལ་ཐུབ་གི་རེད། ཁ་ཅིག་གིས་ཟླ་བ་རེ་རེར་གླ་ཕོགས་དེ་འདྲས་ག་ཚད་རག་གི་རེད་ཟེར་འདྲི་འདི་འདྲི་གི་འདུག་ཨ། ད་ང་རྒན་ལགས་ཡིན་པའི་ཕྱིར་ནས་ག་རེ་ལབ་དགོས་རེད་ད། ནང་ཆོས་སྦྱང་ག་བྱས་ན་ལས་ཀ་ག་རེ་བྱེད་དགོས་རེད་ལབ་དགོས་རེད་ད། ཟླ་ཕོགས་ག་ཚད་རག་དགོས་རེད་ལབ་དགོས་རེད་ཡིན་ནའི་ཁོ་རང་ཁ་གཡོག་མ་རེད།

བོད་རིག་པ་དེ་གཙོ་བོ་དགེ་རྒན་ང་སོང་ཙང་ངའི་འོག་ལ་མང་ཆེ་བ་སོ་སོ་ང་ཚོ་བོད་བརྒྱུད་ནང་བསྟན་དང་འབྲེལ་བ་ཡོད་པའི་བོད་རིག་པར་མ་གཏོགས་རོ་གཞན་དག་ངའི་ཤེས་ཡ་ཤེས་འགལ་བ་མ་རེད་ལ་དེ་ནས་ད་ངས་སློབ་གསོ་བྱེད་ཐུབ་གི་མི་འདུག་གསོ་སྐྱོང་བྱེད་ཐུབ་གི་མི་འདུག་ད་ད་སློབ་ཚན་གཞན་འདྲ་ཅིག་སྦྱངས་པ་ཡིན་ང་ཚོ་བོད་རིག་པ་དང་འབྲེལ་བ་བོད་ཀྱི་ནང་ཆོས་དང་འབྲེལ་བ་ཡོད་པ་དེ་ང་ཚོ་ཧུར་ཐག་ཕར་ཐག་བྱས་ནས་ཏེས་རྒྱབ་སྐྱོར་བྱེད་ཡག་གི་ནུས་པ་ཅིག་ཡོད་རེད་བསམ་བསྡད་ཡོད་རེད།

དེང་སང་གི་མི་དེ་ཚོས་ཞི་དྲག་རིན་ཐང་ཡོད་མ་རེད་དེ་ནས་ལབ་མཁན་ཡོད་རེད། རིན་ཐང་མེད་ཙང་དེ་ནས་དཔལ་འབྱོར་གྱི་དཀའ་ངལ་དེས་ཡོད་དེ་ཡང་མེད་པ་བཟོ་མེད་པ་བཟོ་ཤག་ཡིན། དེ་ངས་བོད་ཡིག་ལ་བོད་སྐད་ལ་ག་རེ་ལབ་དགོས་ན་བསམ་ནས་ང་ཚོ་ཇར་མ་ནི་གི་ཐ་སྙད་ལ་དེ་ཅི་ཡོད་རེད།

འདི་ནི Luxury རེད་ཟེར་བའི་སྐད་ཆ་རེད་དོ། ཉེ་བར་མཁོ་བ་མེད་ནས་ནི་དཔེ་ཆ་ཡོད་པའི་སྐབས་སུ་དེ་ནས་འགྲོ་སོང་བཏང་ན་འགྲིག་དེ་བས་སུ་ར་བུ་ཆེ། དེ་ནི་དཀའ་ལས་འཕྲད་པའི་སྐབས་སུ་དེ་དེ་མེད་པ་བཟོ་ནས་འགྲིག་ད་ང་ཚོ་བློས་བཏང་བྱས་ན་འགྲིག་བས་ཨོ་དེ་ནི་ར་བུ་ཆགས་དེ་ཡོད་རེད། དཔེར་ན་ནང་ཆོས་རིག་པ་ཟེར་ན་དང་བོད་རིག་པ་ཟེར་ན་དེ་འདྲའི་ཆགས་དེ་ཡོད་རེད། བྱས་ཙང། དཔེར་ན། སླབ་གྲགས་ཀྱིས་ད་ལྟ་སྡེ་ཚན་གཅིག་ནང་ལོགས་ལ་བོད་རིག་པ་དང་བྱ་གག་རིག་པ་དང་ནང་ཆོས་རིག་པ་སྒྲུབ་བྱེད་ཡོད་པ་ཡིན་ན། དེ་ནས་དཔེར་ན་ང Professor སྒྲུབ་བྱེད་ཡིན་པ་དེ་དགོངས་པ་ཞུས་ནས་བགྲོ་ཚར་དུས་དེའི་ཚབ་ལ་མེད་པ་བཟོ་གི་ཡིན་སྲིད་ད་ད་ང་ཚོ་དགོས་ཡ་མི་འདུག་ག་སྲིད་ན་ང་ཚོ་དཔལ་འབྱོར་གང་གི་ཁྲལ་དེ་ཡང་རེད་དེ་དགོས་ཀྱི་མི་འདུག་ཕན་ཐོག་མི་འདུག་ཟེར་གྱི་ཡོད་རེད། དེ་ནས་ཁ་ཅིག་གིས་འོ་དེ་འདྲའི་ལ་ཡ་ཡོད་མ་རེད་ཟེར་བ། ང་ཚོ་བོད་རིག་པ་ཟེར་མཁན་དེ་ང་རང་ཚོ་བོད་རིག་པ་གཅིག་པུ་མ་ཚད་སྤྱིར་བཏང་རིག་གཞུང་གཞུང་མང་ག་རེ་ཡིན་ནས་རྒྱ་ནག་གི་རིག་གཞུང་ཡིན་ནས་འདྲ། Greek དང Latin གྱི་རིག་གཞུང་ཡིན་ནས་འདྲ། དེ་ནས་ད་ནུབ་ཕྱོགས་ཀྱི་ད་ནུབ་ཕྱོགས་ཀྱི་རིག་གཞུང་མང་ཆེ་བ Latin དང Greek ལ་གཏུགས་བསྡད་པ་བྱེད་རོགས། དེ་ནས་རྒྱ་ནག་ཡང་པད་མི་སི་ཀྱི་ད་རིག་གཞུང་རྙིང་པ་འདྲ་བུ་བརྩི་གི་ཡོད་རེད་རྒྱ་གར་གྱི་རིག་པ་དེ་ཡང་པད་མི་སི་རིག་གཞུང་རྙིང་པ་འདྲ་བུ་བརྩི་གི་ཡོད་རོགས། ད་རྒྱུ་མཚན་ད་རྒྱུ་མཚན་ཟེར་ན་བསྒྲུབ་བྱའི་མཆོག་ཏུ་གྱུར་པ་འདི་རེད་ཤག་ང་ཚོའི་གི་འགྲོ་བ་མིའི་སེ་ག་འདི་ལ་ལོ་རྒྱུས་དང་ལྡན་པའི་མི་བྱེད་རོགས་སྤྱི་ཚོགས་བྱེད་རོགས།

བདག་མཐའ་གཅིག་པུ་ལ་ཉེ་བར་མཁོ་བའི་སློབ་ཚན་དེ་སྦྱངས་པ་ཡིན་ན་ང་ཚོ་འགྲོ་བ་མི་འགྲོ་བ་མི་ལ་ལོ་རྒྱུས་ཅི་ཡང་མེད་པ་ནང་བཞིན། ང་ཚོ་འགྲོ་བ་མི་ཚང་མ Dementia གི་ན་ཚ་ཡི་རྣག་རོ་ནང་བཞིན་ཆགས་འགྲོ་གི་རེད། ཡིན་ནའི་འགྲོ་བ་མི་དེ་དེ་འདྲ་ཅིག་མ་རེད་བ། དཔེར་ན་བོད་དང་བསམ་བློ་བཏང་བས་ན་དཔལ་ལོ་སྟོང་ཕྲག་གི་ཆོས་དང་རིག་གཞུང་ཡོད་དུས་པ་ཕྱིར་བ། དེ་ང་ཚོས་དེ་སྲིད་ཡོད་རེད་དེ། འགྲོ་བ་མི་ཡི་ངོ་བོ་ཁོ་རང་མཚན་བྱེད་ཁོ་རང་ཁོ་རང་ལོ་རྒྱུས་ཆ་ཚང་ཅིག་བསམ་བློ་བཏང་ནས་འགྲོ་བ་མི་རིགས་ཆགས་བསྡད་ག་རེ་མ་གཏོགས་དེ་རིང་གཅིག་པུ་ཡིན་ན་འགྲིག་ཡོད་མ་རེད་ཟེར་བ། ཡིན་ན་མི་ཁ་ཅིག་གིས་དེ་རིང་གཅིག་པུ་གི་ད་ལྟ་གི་འཚོ་བ་དེ་ལ་ཕན་ཐོགས་ན་སློབ་སྦྱོང་བྱེད་འོག་རེད་དེ་མིན་ན་སློབ་སྦྱོང་དང་ཆོས་སུ་ཡོད་མ་རེད་ཟེར་ནས་ལབ་གི་འདུག་ཨ། མདོར་ན་ང་འདྲ་བོ་ཅིག་བསམ་བློ་བཏང་ང་དང་ང་འདྲ་བའི་མི་དེ་ཚོའི་རིག་པ་དེ་ངོ་བོ་ཉིད་ཀྱི་རིན་ཐང་ཡོད་རེད་ལབ་གི་འདྲ་རེད་ད། རིག་པ་དེ་ཤེས་ཡོན་དེ་ངོ་བོ་ཉིད་ཀྱི་རིན་ཐང་ཅིག་ཡོད་རེད།

དེ་ནས་ཁྱད་པར་དུ་ད་ངས་ང་ཚོ་ང་ཚོ་ནང་ཆོས་དང་འབྲེལ་བ་ད་དགེ་འདུན་པ་ཚང་མ་ནང་ཆོས་དང་འབྲེལ་བ་ཆགས་བསྡད་ཀྱི་ཡོད་རེད་ང་ཡང་ད་གྲྭ་པ་མ་ཡིན་ནའི་ད་སོ་སོ་གི་སོ་སོ་གི་སྤྲོ་བ་དང་མི་ཚེ་ཁོ་རང་ནི་ནང་པའི་གི་ལྟ་གྲུབ་དང་བསམ་བློ་བཏང་ནས་ཅིག་འཚོ་བ་སྐྱེལ་གོ་སྐབས་རག་བསྡད་མཁན་ཕྱིར་བ་བྱས་ཙང་ང་ཚོ་ནང་ཆོས་ངོས་ནས་བཤད་པ་ཡིན་ན་ད།

ངས་སྔ་མ་ཅིག་གཏམ་བཤད་ཅིག་འབྱུང་ཡས་ཀྱི་གོ་སྐབས་དེ་བྱུང་རེད། འདི་ཡིན་ས་རེད་གོ་ད་ལྟ་ཁེན་ཚེ་ཕའུ་འདྲེ་ཤོན་གྱི་ལེག་ཅར་སི་རིས་ཀྱི་འགོ་བཙུགས་དུ་བ་དེ་སི་ཏི་བིན་གར་སོ་གོ་རེད། གར་སོ་ཁོང་གི་མཚན་དེ་འདི་གི་ལེག་འདི་ཁོང་ཁོང་གི་ད་ཁོང་གི་རྗེས་དྲན་དང་འབྲེལ་བའི་ལེག་ཅར་སི་རིས་གཏམ་བཤད་ཀྱི་སི་རིས་དེ་ང་ཁོང་ཚོས་ང་སྐད་བཏང་སོང། འདི་ངས་ག་རེ་ལབ་ཟེར་ན། ང་ཚོ་སངས་རྒྱས་པའི་ཆོས་འདི། དགའ་བདུད། སྲོག་དང་ཡོལ་བ་བརྩི་དགོས་རེད། དགའ་བདུད། ཤི་ཚར་བ་ཡིན་པ་བརྩི་དགོས་རེད། སྲོག་སྨན་རང་བཞིན་བརྩི་དགོས་རེད། དགའ་བདུད་སྲོག་དང་ལྡན་པ་བརྩི་དགོས་རེད། སྐད་ཆ་བཤད་ག་བཞིན་དྲི་བ་འདི་ངས་འདྲིའི་གཏམ་བཤད་འདི། དེ་འདི། ང།

དཔེར་ན། དེང་སང་ང་ཚོ་རྒྱ་རོམ་གཅིག་དཔེར་ན་ནཱ་ལནྡྲ་གི་དཔེ་འདི་ལྟར་བཅུ་བདུན་ཡོད་རེད་གསུངས་ཡོད་རོ། ཨཱ་ཁོང་གིས་ཁོང་ཚོས་མཛད་པའི་སྟོན་བྱེད་དེ་ཚོ་ཡོད་རེད་བས་ཟེར་ན་ཡོད་རེད་ཟེར་བོད་ཆུ་ནང་ཚོ་བོད་ཆུ་ནང་དེ་ནང་ལ་ཡོད་རེད། དེ་ནས་བསླབ་གྲྭ་དེ་ཚོ་ནུབ་ཕྱོགས་ཀྱི་བསླབ་གྲྭ་དེ་ཚོ་ནི་འདིའི་སྤེན་ཚེ་ཁ་ནས་ཅིག་དེབ་འདྲ་བོ་ཅིག་ཁྱེར་ནས་ཅིག་སློབ་སྦྱོང་བྱས་ཡ་རེད་མ་གཏོགས་དངོས་གནས་དྲང་ནས་ང་རང་ཚོ་བཤད་གྲྭ་འདི་ཚོའི་ནང་ལོགས་ལ། དཔེ་ཁྲིད། བཤད། འཆད། རྩོད། རྩོམ་གསུམ་ཟེར་ག་གསོལ་ཁ་རྩོད་རབས་དང་དེ་འདྲས་ཀྱི་བྱ་བ་ངོ་མ་ཡོད་རེད་བས་ཟེར་ན་ཡོད་མ་རེད་བ་ད། ངས་དེ་འདི་འདྲའི་ང་ཚོ་བོད་བརྒྱུད་ནང་བསྟན་ལ་ཡོད་པའི་ཐོས་བསམ་སྒོམ་གསུམ་དེ་ཚོ་དང་བཤད་སྒྲུབ་ལས་གསུམ་ནང་བཞིན་དང་མདོར་ན་ངས་མཁས་པའི་ཚུར་འགུགས་ལ་ཁ་བྱས་ཡོད་རེད་ད། འཆད་རྩོད་རྩོམ་གསུམ་བཤད་སྒྲུབ་ལས་གསུམ་ལ་སོགས་པ།

ཏེ་སྟེ་ཡེ་ཤུ་གུར་བ། ཡིན་ནའི། ང་ཚོ་དེ་འདྲ་ང་ཚོ་དཔེར་ན་ཀླུ་སྒྲུབ་ཀྱི་གཞུང་འདྲ་པོ་བཞག་པ་ཡིན་ན་རྩ་བ་ཤེས་རབ་འདྲ་པོ་བཞག་པ་ཡིན་ན། དཔེ་མཚོན་གང་ལ་ཡོད་རེད་སྔོན་མ་ཀླུ་སྒྲུབ་ཀྱིས་གསུངས་བཞག་པ་རེད་བསླབ་བྲལ་ལ་ཏེ་སྟེ་སྦྱངས་འདི་མ་རེད་བ། ང་ཚོ་དེ་འདྲ་རྒན་ལགས་ཡོད་རེད་རེད་བ་མཁན་རིན་པོ་ཆེ་དེ་ཚོ་ཡི་ངོ་ནས་ཅིག་བཤད་ཁྲིད་དེ་ནི་གནང་གི་ཡོད་རེད་དེ་ནི་མི་དེ་ཚོས་བློ་འཛིན་བྱེད་ཀྱི་ཡོད་རེད་རྩེད་པ་རྩེད་ཀྱི་ཡོད་རེད་འདི་ནང་བྲེལ་བའི་རྩོམ་རྒྱབ་ཀྱི་ཡོད་རེད་ད་དེ་འདྲས་དེ་ངས་བྱས་ན་ག་བ་ཡོད་མ་རེད་སྟ།

འདི་དཔེ་རྩ་ཆེན་པོ་རེད་དོ་ད་དུང། བཤད་རྒྱུན་ལུང་རྒྱུན་ཁྲིད་རྒྱུན་བླ་མ་ཞལ་ནས་བཞུགས་པ་དེ་ཚོས་ང་རང་ཚོ་ལ་ཁ་ཐུག་ཅིག་གནང་ནས་འགྲེལ་བཤད་བཀོད་ནས་འདི་འདྲས་ཅིག་མཇལ་ཏེ། དེ་འདྲས་ཡོད་པ་དེ་ལ་ངས་འདི་སངས་རྒྱས་ཀྱི་བརྒྱུད་པ་འདི་སོགས་ཡོད་རེད་ལབ་དགོས་རེད། འདི་མེད་པ་དེ་ངས་སྲོག་དང་འབྲལ་བའི་རོ་ནང་བཞིན་རེད་ལབ་དགོས་རེད།

བྱིན་རླབས་ཀྱི་སྲོག་གི་དབུགས་འདི་བཏང་བཞིན་པའི་ཟ་རུབ་ཀྱིས། གསོན་པོར་གྱུར་པའི་གནས་དེ་བས་ཟ་རུབ་ཀྱིས། ང་ཚོ་བླ་མ་བསྟན་སྲིད་ཀྱི་གར་སོགས་རབ་གནས་ར་བུ་ཅིག་གནང་རོགས། སྦྱིན་གྱིས་ར་བུ་ཅིག་བསླབས་ནས་ང་རང་ཚོའི་མཆོད་པར་ཡོད་པ་ནང་བཞིན་བརྩིགས་ཡོད་རོགས། དེ་ནས་ད་དུང་བསམ་བློ་གཏང་དགོས་གཅིག་ཡོད་རེད། མ་གཞི Museum ནང་ལ་ཡོད་པ་འགྲེམས་སྟོན་ཁང་ནང་ལ་ཡོད་པའི་སངས་རྒྱས་ཀྱི་བསྟན་པ་ཀྱི་སྐུ་འདི་ང་ཚོ་དམའ་བེབས་བརྗེ་ཡ་དང་དེ་འདྲ་ཅིག་ཡོད་རེད་བསམ་ཡོད་མ་རེད། ཀླུ་སྒྲུབ་ཀྱིས་ག་རེ་གསུངས་རེད་ཟེར་ན་འདི་ཡང་ཨ་ནི། ང་ཚོས་རྒྱུ་ཞབས་བརྗེའོ་རེད་རྒྱུ་ཞབས་བརྗེ་ཡི་ཡོད་པ་ད་རེད། ཡིན་ན་ཡང་ཏེ་སྲོག་ཡོད་མེད་ཀྱི་ཏེས་ཁྱད་པར་ཡོད་རེད་ཟེར་དེ་ལ་ཁ་ཕྱིར་རོ། བྱས་ཙང། སྐུ་གསུང་ཐུགས་རྟེན་བསམ་བློ་བཏང་ནས་ཡང་སྲོག་ཡོད་པ་དང་མེད་པ་གཉིས་ཡོད་རེད་ཟེར་ང་ཚོ་བོད་བརྒྱུད་ནང་བསྟན་ལ། སྐུ་གསུང་ཐ་ན་སྐུ་གསུང་ཐུགས་རྟེན་ཡིན་ནས་ཅིག་སྲོག་ཡོད་པ་ནང་བཞིན་ཅིག་མཐོང་གི་ཡོད་རེད་ཟེར་དེ་ག་རང་ཟེར་ཁྱེད་ཚོས་རྩོམ་གསུམ་བཤད་སྒྲུབ་ལས་གསུམ་ཐོས་བསམ་སྒོམ་གསུམ་ཆ་ཚང་ཡོད་ཡོད་ན། དེ་ནས་སངས་རྒྱས་ཀྱི་བསྟན་པ་དེ་སོགས་ཡོད་རེད་འདི་མེད་ན་ཤི་ཚར་ཞིག་རེད་ད Museum ནང་ཡོད་པ་ནང་བཞིན Flea Market ནང་ཡོད་པ་ནང་བཞིན་མེད་པ་ལས་ད་འདི Flea Market ནང་ཡོད་ན་ཡག་ག་ཡོད་རོ་མེད་པ་ལས་ད་འགྲེམས་སྟོན་ཁང་ནང་ལ་ཡོད་པ་དེ་ཡག་ག་རོ་བ་ཡིན་ན་དེ་ཙམ་གྱི་ང་ཚོ་སོགས་ཡོད་པ་བརྩི་གི་མ་རེད་ཡིན་ན་ཡང་འདི་ལ་ཡ་དེ་ང་གཅིག་པུ་རེད་བས་ཟེར་མ་རེད་དཔེར་ན་ཁྱེད་ཚོ་ལྷན་རྒྱས་རྣམ་པ་ཁག་ཅིག་དགོངས་འགལ་རྒྱུ་རེད།

མཁས་པའི་ཚུལ་དགུ་ཡི་གུ་རེ་ཉག་གོ་དུ་མ་དོར་བ། དེ་མིན་ན་ད་དུང་རོ། ཕྱྭ་ཡའི་ངན་ཁ་དུ་བ། ད་དེ་ཞུགས་ཅིག་ཞུ་བའི་ཅིག་འདི་ཡིན་ད་འདི་དང་བྲལ་ནས། ད་འདི་དང་བྲལ་ནས་ང་རང་ཚོ་ཉེན་ཁ་ཅིག་ག་རེ་ཡོད་རེད་ཟེར་ན། ངས་ག་དུས་ལབ་ཚེ་འདི་ཐ་སྙད་འདི་ངའི་ཡིན། ངས་དུས་བབ་ཀྱི་དབྱིངས་ལ་ཁ་ཕྱེ།

ཆོས་དང་རིག་གཞུང་འདི Classical ཡིན་པ་ཡོད་རེད། འདི་དེ་བརླག་སོང་ན། ད། ང་ཚོ་བོད་ཀྱི་ཆོས་དང་རིག་གཞུང་དཔེ་དཔང་པོ་ཆགས་ཀྱི་རེད་བསམ་གྱི་ཡོད་རེད་ད། འདི་ཉར་མ་ཐུབ་པ་ཡིན་ན་ཕལ་ཆེར་རིན་ཐང་དེ་བས་ཆུང་དུ་འགྲོ་གི་རེད་བསམ། བྱས་ཙང་འདི་ངའི་སེམས་ཁྲལ་དེ་ག་རེ་ཟེར་ན། ང་ཚོ་དུས་བབ་ཀྱི་དབྱིངས་དང་འཇུར་འགྲོ་དུས། འཇུར་ཡག་གི་འབད་བརྩོན་བྱས་ཡོང་སྟེ། ད་ཉེན་ཁ་ཉེན་ཁ་དེ་མདོར་བསྡུས་གྲབས་ཞུས་པ་ཡིན་ན། ང་རང་ཚོ་ལ་ཡོད་པ་དེ་བ་ཤོར། ནས་གཞན་དག་དེ་གཞན་དག་ལ་ཡོད་པ་དེ་ཚུར་ལེན་མ་ཐུབ་སྐྱིད་མང་དེ་ལ་སྟོང་པ་ཆགས་ཡས་ཀྱི་ཉེན་ཁ་ཡོད་འདུག་བསམ་གྱི་ཡོད་རེད་ད། དཔེར་ཟད་ཉི་ཧོང་གི་མི་དེ་ཚོ་ང་ཚོ་ངོ་ཤེས་པའི་གྲོགས་པོ་དེ་ཚོ་དེ་གསུང་གི་འདུག་ཁོང་ཚོ་མེ་ཇི་པི་རེད་ཀྱང་བྱས་ཡོད་རེད་ས་དེ། དེ་དུས་དེ་མེ་ཇི་གི་སྔོན་ལ་ང་ཚོ་ནང་བཞིན་ཡོད་ས་རེད་དེ། ངོ་ནས་ཐོས་བསམ་སྒོམ་གསུམ་དཔེ་ཆ་སྦྱང་ཡོད་པ་ལ་དེ་ནས་ཡོད་ས་རེད་ད།

དེ་མ་ཡིན་པར་གོམས་པ་རང་ལ། ཐོས་བསམ་སྒོམ་གསུམ་བཤད་སྒྲུབ་ལས་གསུམ་ཕྱི་ཚེས་རྩོམ་གསུམ་ལ་སོགས་པ་དེ་མེད་པའི་ཟོལ་ར་བྱེད་དོ། བྱས་ཙང་རང་སོ་ལྷོ་ཨེ་ཤི་ཡ་རེད་ཁྱད་པར་དུ་བོད་དང། བོད་ཀྱི་ཆོས་དང་རིག་གཞུང་དང་འབྲེལ་བའི་གི་སྤྱི་ཚོགས་ག་བ་ཡིན་ནས་ང་ཚོ་ལ་ལྟས་མ་ར་ར་ཞིག་འདུག་བསམ་པ་དེ་ཚོ་རང་དེ་ལེགས་པོ་གྱུར་བ་འདི། འདི་ཉར་ཐུབ་ན་དཔེ་ཡག་པོ་ཡོང་ས་རེད་བསམ་གྱི་ཡོད་ད། འདི་བཀླགས་ན་ད་དཔེ་བློ་ཕམ་ས་རེད་བསམ་གྱི་ཡོད་ར་བུ་ཆེ། འདི་ད་ཞུ་བའི་ཅིག་དེ་ཡིན། དེ་ནས་ད་ལྟའི་ང་ཞིབ་འཇུག་པ་ཡིན་པའི་ཁུལ་རེད་ཞིབ་འཇུག་པ་ང་ཚོ་དགེ་འདུན་པ་མང་པོ་ཡོད་རེད་རྫོང་སར་ཁོ་རང་ཚོ་ནས་དཔེ་མི་སྲིད་གི་ད། བརྩོན་འགྲུས་དང་ཤེས་རབ་དང་ལྷག་བསམ་དང་ནུས། ཅོག་གྲུབ་དང་ལྡན་པའི་ཞིབ་འཇུག་པ་མང་པོ་ད། ཁོང་ཡོད་རེད། དེ་ནི་ང་ཚོ་ཞིབ་འཇུག་པ་དེ་ཚོས་ད་ལྟ་ཚུར་ཞིབ་འཇུག་པ་གི་ལྟ་སྒོམ་བྱེད་སའམ་ཡོད་རེད་ད་ཞིབ་འཇུག་པ་དེ་ཚོ་ལ་དེའི་ལྟ་སྒོམ་བྱེད་ཚུལ་ཞིབ་ཆ་བྱེད་པ་ཡིན་ན་ང་ཚོའི་གི་བསམ་ཚུལ་འདི་ཡིན། ང་ཚོ་ང་ཚོའི་གི་ཆོས་དང་རིག་གཞུང་བདག་པོར་བྱེད་པར་བྱེད་པ་ལ་ཤེས་ནས་བདག་པོ་དཔྱིས་ཕྱིན་པར་ཤེས་ནས་བདག་པོ་བྱབ་ཐུབ་གི་རེད། དེ་དཔྱིས་ཕྱིན་པར་མ་ཤེས་ན་བདག་པོ་ཞིག་ལ་བྱབ་ཐུབ་གི་མ་རེད་ཟེར་བའི་གི་འདི་ཅིག་འདུ་ཤེས་ཅིག་ཡོད་རེད་ང་ཚོ་ལ་རོ།

བོད་གངས་ཅན་ལྗོངས་སུ་མཁས་པ་དང་གྲུབ་པ། སྒྲུབ་པ་བསྟེན་ཚུལ་གྱི་བརྩམ་བྱ་བཅུ་གའི་རྗེས་ཤུལ་ཡུལ་རེ་ཡོད་ཚེ་ང་ཚོ་ནི་ཤེས་པར་བྱ་བ་དང། ག་རེ་ཟ་དཔྱད་པར་བྱ་བ་རེད་མ་གཏོགས། དེ་ང་ཚོ་དེ་ཧ་གོ་མཁན་སློབ་སྦྱོང་བྱེད་མཁན་ཡིན་བསམ་གྱི་ཡོད་རེད་མ་གཏོགས་རེད་བ། འདི་གི་ཚབ་བྱས་ནས་དེ་བྱེད་མཁན་ཡིན་ཚན་ཆུད་ནས་བསམ་གྱི་མེད་རེད་བ།

དང་ཞིབ་འཇུག་དང་འབྲེལ་བའི་སྐད་ཆ་འདི་ཡང་ནི་ཞིབ་འཇུག་བྱས་པ་དེ་རྗེས་མ་དཔར་གྲུ་འཇལ་ནི་མི་བདེན་ཚིག་རྗེས་མ་དེ་ནི་རིམ་པས་རིམ་པས་བཞིན་དུ་ལྟ་ཡས་ཡོད་པ་བཅས་དེ་གཅིག་ངའི་ཁྱད་པར་དེ་ང་ཚོ་ནམ་རྒྱུན་ཞིབ་འཇུག་པ་དེ་ཚོ་ལ་ཞུ་གི་ཞིབ་འཇུག་པ་དེ་ཚོས་ག་རེ་རེ་ཞིག་ག་འདྲའི་ར་བ་ཅིག་གོ་བ་ར་བ་ཞིག་ལེན་ནས་གཏན་ལ་ཕབ་ནས་ཕ་གྲུབ་འབྲས་དེ་དཔར་གྲུ་འཇལ་བཞག་པ་འདི

སློབ་སྦྱོང། སློབ་སྦྱོང་དང་འབྲེལ་ནས་ད་ལྷན་རྒྱས་རྣམ་པ་ཚང་མ་སློབ་སྦྱོང་གནང་མཁན་རེད། དེ་ནས་གར་སོགས་རེད། དེང་སང་སློབ་སྦྱོང་གནང་དང་གྲངས་མི་རེ་ཡོད་རེད། ད་གཉིས་མདོར་བསྡུས་ཀྱིས་ཞུས་ན། སློབ་སྦྱོང་ལས་སླ་པོ་དང། སློབ་སྦྱོང་དེ་ཕུལ་དུ་ཕྱིན་པ་དང་མགྱོགས་པ་དང་མྱུར་བ་དེ་འདྲའི་བཅས་ཀྱི་ཐབས་ཤེས་ཡར་རྒྱས་བཏང་དགོས་རེད་ངེས་པར་དུ་བཏང་དགོས་རེད་བསམ་གྱི་ཡོད་རེད། ཡིན་ན་ཡང། གང་ལ་སླ་པོར་བྱ་བའི་ཡུལ་ཡོད་ར་དེ་དེ་ཆུ་ནས་བློས་བཏང་ཡོད་པ་མ་རེད། ངེས་པར་དུ་ཤེས་བྱ་དེ་ག་རང་ཤེས་ཐུབ་པ་ཞིག་བྱས། ཡིན་ན་ཡང་ད།

གང་མྱུར་མྱུར་བྱས་ནས་ལག་ཆ་བེད་སྤྱོད་བཏང་བ་ཡིན་ན། ང་ཚོ་རྗེས་མ་འཐུས་ཤོར་ཡོང་གི་མ་རེད་བསམ་གི་ཡོད་རེད། ད་ང་ཚོའི་སྔ་མ་གི་མཁས་པ་དེ་ཚོས་ཀྱིས་ཤེས་ལྡན་པ་དེ་ཚོས་ང་ཚོས་ཤེས་མ་ཐུབ་པའི་ཆགས་སོང་ན། དཔེ་མི་སྲིད་བློ་ཕམ་འབྱུང་ས་རེད་བསམ་གི་ཡོད་རེད། ཡིན་ནའི་ང་འདིའི་ཐད་ལ་ང་ཀླད་པ་རྙིང་པ་ཆགས་བསྡད་རེད་ད། གལ་སྲིད་ན་དཔེ Conservative ཆགས་རེད། གལ་སྲིད་ན་འདི། ངས་ད་ལྟ་བོད་ཕེབས་ན་དུས་རབས་བདུན་པ་ནས་ད་ལྟ་བར་ཉི་ཤུ་རྩ་གཅིག་བར་དུ་ང་ཚོ་བོད་ཀྱི་མཁས་གྲུབ་བསྟན་འཛིན་ག་ཚད་ཟེར་ག་ཚད་བརྩམས་ཡོད་རེད་ག་ཚད་ཅིག་བརྗེད་བྱས་ག་ཚད་བཞག་ཡོད་རེད། འདི་དེ་ད་དུང་ང་ཚོའི་བར་སློབ་སྦྱོང་བྱས་ནས་བར་ཤེས་ཡོན་གྱི་ནུས་པ་ཡོད་པ་ཅིག་དགོས་ཀྱི་རེད་མ་གཏོགས་འདི་ནུས་པ་དེ་མེད་པ་ཟེར་ན་སྐད་ཁོ་རང་མ་སྦྱངས་དེ་ནས་ཅིག་བར་ཡིག་ཆ་ཁོ་རང་སློབ་སྦྱོང་བྱེད་སྟངས་མ་ཤེས་པ་ཡིན་ན་འདི་དེ་ག་ཚིག། མཆོད་ཤམ་ལ་བཤམ་ཡས་ཀྱི་ནང་ཞིང་ཆག་དྲུག་བསྐོར་བ་བྱས་ཙང་སློབ་སྦྱོང་བྱེད་ཡས་འདི་རྣམ་པ་ཀུན་ཏུ་འདོར་ཡས་མི་འདུག་བསམ་གྱི་ཡོད་རེད། དེ་ནས་ངས་སྔོན་དུ་དྲི་བ་བྱེད་ཤེས་ཡོན་པ་དེ་སློབ་སྦྱོང་བྱེད་ན་ག་རེ་ངོ་བོ་ཉིད་ཀྱི་རིན་ཐང་ཡོད་རེད་དམ་དེ་བརྗེད་ལས་ཙམ་དེ་ལ་ང་ཚོ་ཁག་ཡོད་མ་རོགས་ཕན་ཚུན་དགེ་འདུན་པ་དེ་ཚོས་ད་ང་བཤད་གྲྭ་འདི་སློབ་སྦྱོང་བྱས་པ་ཡིན་ན་ག་རེ་བྱེད་དགོས་རེད་ཟེར་ཏེ། ངས་ག་དུས་ནས་ཞུ་གི་ང་ཚོ་དགེ་འདུན་པ་དེ་ཚོ་འགྲོ་ས་རྣམ་པ་གསུམ་འདུག་ཟེར་ལ་ཁ་བྱས། འབྱུང་ན་རབ་བྱུང་ན་དངོས་གནས་མི་ལ་རོལ་པ་ན་ཡིན་ཞིང་ཚེ་དང་སྒྲུབ་པ་མཉམ་པར་བྱས་ནས་ནི་སྒོམ་ཉམས་ལེན་གནང་ནས་བཞུགས་དགོས་རེད་དེ་ང་ཚོ་ཚང་མ་སྐྱབས་སུ་མཆི། ཚང་མས་རྗེས་སུ་ཡི་རང་བ་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་ནས་གཉིས་པ་འདི་ད་གྲྭ་བ་བྱས་ནས་འགྲོ་གི་མི་འདུག་ད་ཉོབ་སོང་ད།

དཀའ་ལས་བརྒྱབ་ནས་འཚོ་བ་སྐྱེལ་ན་འགྲིག་བསྡད་ཡོད་རེད། ཡིན་ནའི་ང་ཚོ་དཔེ་ཆ་མང་པོ་ལོ་མང་པོ་ཞིག་དཔེ་ས་སྦྱངས་ནས་ནི་འཚོ་བ་སྐྱེལ་ཏེ་བེད་ཁ་ཁ་ཕྱིར་སྐྱེལ་བཞག་ན་ལྟས་སེམས་པ་སྐྱོ་བོ་རུ་ཆགས་སོང་ཨ། དེའི་ཕྱིར་ནས། འདི། གདམ་ག་གཉིས་པ་འདི་ཡག་པོ་མི་འདུག་བསམ་གྱི། ཕུན་སུ་ཚོགས་པ་ཞིག་མ་རེད་ཤག།

ཕོར་པ་དང་དེ་འདྲའི་ཐ་ལི་དེ་འདྲས་བཀྲུས་ནས་ནི་ངའི་འཚོ་བ་དེ་འདྲས་འདི་སྐྱེལ་ཡང་སྐྱེལ་འདོད་ཡང་མེད་ཟེར་བས་དེ་ནི་ག་རེ་གནང་གོ་རེད། གོམ་པ་ལ་བཞུགས། ཡང་ན་ཤེས་ཡིན་དང་འབྲེལ་བ་ཡོད་པའི་ཐོས་བསམ་དེ་གར་བཟོ་གོ་རེད། གར་བཟོ་གོ་རེད། འཐད་པའི་ཕྱོགས་མི་ཤེས་པར་གྱུར་ནས་སློབ་སྦྱོང་དེ་མང་པོ་ཞིབ་པོ་བྱས་ཡོད་ཟེར་མུ་མཐུད་ནས། དེང་སང་དབྱིན་ཇི་ལ Nerd ཟེར་གི་མི་དེ Nerd། ད་ང་ཚོ་སློབ།

དེ་ཡང། ལམ་ལ་ཞུགས་པའི་དབང་དུ་བཏང་ན་ཞི་གནས་རྩིས་འགོ་སྐོར་བ། དེ་ང་ཚོས་ཁ་ཅིག་ང་འདྲ་བོས་བྱས་ན་དེ། ཨ་ལས། ལམ་ལ་ཞུགས་མི་ཞུགས་ཧ་གོ་གི་ཡོད་མ་རོགས་ལམ་ལམ་ཞུགས་ཟེར་ན་ཧོ། པའི་སྤོབས་པ་ཆེན་པོ་རེད་བོ་ཆགས་ཀྱི་རོགས། ང་ཚོ་ལམ་ཁོ་རང་ཞུས་ཡོད་ང་ཚོ་སྦྲང་ཁ་འཇལ་བའི་རྩིས་ཁོ་རང་འཇལ་ཡོད་མ་རེད། ཅི་ཙང་དུས་ཚོད་རིང་པོ་ཞིག་བསམ་བློ་བཏང་གོ་གོ་ཏོ། བྱས་ཙང་དེ་ནས་ང་རང་ཚོ། དཔེ་ཆ་དེ་སོ་སོ་ལ་སོ་སོའི་སློབ་སྦྱོང་བྱེད་ཕ་མི་བདུན་ཚོ་ལ་དཔེ་ཆ་རླབས་ཆེ་དེ་ནས་ཞིབ་འཇུག་པ་ར་བུ་ཆགས་པ་ཡིན་ན་དེ་ནས་ངས་ཁོང་ཚོ་ལ་ཁོང་ཚོ་མཁྱེན་གྱི་རེད་ད་འདྲ་ཞིབ་འཇུག་པ་གནང་མཁན་རེད་ཟེར་ཞིབ་འཇུག་པ་ཟེར་མཁན་དེ་ཇི་འདྲ་གང་ཡང་མ་ཡིན་ནས་ཞིབ་འཇུག་བྱས་ཏེ་གར་སོ་གོ་རེད་སློབ་སྦྱོང་བྱས་ཡར་རྒྱས་བཏང་ཡས་ཀྱི་གོ་སྐབས་ཕུན་སུམ་ཚོགས་པ་ཅིག་རེད་འདུག་བསམ་གྱི་རེད་ང་རང་ངོས་ནས་རེད་དེ་ཉམས་མྱོང་ཐོག་ནས་གསུང་གི་རེད་ཁོང་ཚོས། པས་ང་ཡང་ཉམས་མྱོང་དེ་ནས་བཤད་པ་ཡིན་ན། ང་ཚོ་བཤད་གྲྭ་ལ་ཞུགས་དེ་ཁག་ཡོད་མ་རེད་ང་ཚོ་སློབ་ཚན་ཡོད་ར་སློབ་ཚན་གང་ཡིན་པ་དེ་སློབ་ཚན་དང་ཁ་ཐུག་འབྲེལ་བ་ཡོད་པའི་སློབ་སྦྱོང་བྱས་ཡོད་རེད་མ་གཏོགས་གཞན་དག་སློབ་སྦྱོང་བྱས་ཀྱི་འདུས་སའི་ཡོད་མ་རེད་ལ་གོ་སྐབས་ཡེ་ཤེས་ར་ཡོད་མ་རོག་ཨ་ནི་ཞིབ་འཇུག་བྱས་ཏེ། བོད་གངས་ཅན་ལྗོངས་སུ་རྩོམ་རིག་ཡོད་རེ་ཡོད་ཚེ། Literature། ཡོད་རེ་ཡོད་ཚེ།

དེ་ནས་དེས་མི་གཅིག་གིས་ཕལ་ཆེར་ལག་ལེན་བསྟར། དཔེར་ན་ང་ལ་དགེ་རྒན་གཅིག་ཡོད་ངས་ང་རང་གི་ཐབས་ཤེས་གཅིག་ཡོད། ལྷན་ཅིག་རྣམ་པར་དགེ་རྒན་གཅིག་དེ་ནི་ཁོ་རང་ཚོའི་ཐབས་ཤེས་ཐོག་ཏུ་གྱུར་པ་ཡིན་དགོས་རོགས་རེད། གཙོ་བོ་ངས་སྙིང་པོ་རུ་བའི་དྲིན་ལན་ཞུ་ན། ང་རང་ཚོ་ཨེ་ཤེ་ཡ་གི་མི་དེ་ཚོ། ཏེས་ཁ་ཁ་ཡིན་ཟེར་བར་བསམ་བློ་བཏང་ཐང། ང་ཚོ་བརྩེ་བ་ཡོད་པ་ཡིན་ན་སློབ་ཕྲུག་དེ་ཚོ་ལ་བརྩེ་བ་ཡོད་པ་ཡིན་ན། ཨེ་ནི་བརྩེ་བའི་ཐོག་ནས་ཏེས། ཤ་ཚ་བའི་སྒོ་ནས་ཏེས། ཏེས། གཞིས་ཀའི་དབང་གྲགས་ག་རེ་བྱས་ནས་ང་ཚོའི་སློབ་ཕྲུག་དེ་ཚོ་ཏེས་ཁས་ལེན་ཐུབ་པའི་རབ་བྱུས་ཡོད་རེད། ང་ཚོ་ཤར་ཕྱོགས་ཀྱི་སློབ་ཕྲུག་དེ་ཚོས། ད་ནུབ་ཕྱོགས་ཀྱི་སློབ་ཕྲུག་དེ་ཚོའི་གཟབ་གཟབ་བྱེད་དགོས། བརྩེ་བའི་ཐོག་ནས། བརྩེ་བ་ཡོད་ནའང། ཞི་བའི་སྒོ་ནས་བཤད་དགོས་རེད་མ་གཏོགས། ཅིག་སྐབས་ཅིན་ཐང་ཡ་བཟོ་རབས་དང་འདི་ཆུ་ནི་ཁོང་ཚོ་འགྲོ་གི་ཡོད་ས་མ་རེད་ད་ནུབ་ཕྱོགས་ལ། བྱས་ཙང་ཡིན་ནའང། ང་ཚོས་དགེ་རྒན་འདྲ་པོ་བྱས་ཏེ་ཨ་ནི་གར་སོ་དགོས་རེད།

ཐ་མ་ཐ་མ་དེ་དེ་དེ་མ་ཞིག་ཁ་ཡོད་མ་རེད་ལབ་ཡོད་པ་ང་ཚོ་ང་རང་ཚོ་གི་ཡུལ་དང་དུས་དང་གང་ཟག་ཚོ་ལ་བརྟེན་ནས་ང་ཚོ་རིན་ཐང་ཤེས་ཡོན་གྱི་རིན་ཐང་ལྟ་ཚུལ་དང་འགྱུར་འགྱུར་འགྲོ་གི་ཡོད་རེད།

དྲི་བ་གཅིག་རང་དྲིས་ནས་འདི་མཇུག་བསྡུ་གིན་ཡིན་རོ། ང་ཚོ་སངས་རྒྱས་པའི་ལུགས་གཞིར་བཞག་བྱས་པ་ཡིན་ན། སློབ་སྦྱོང་བྱེད་པའི་གི་ད། བརྗེ་ལེགས་ཀྱི་སྒོ་ནས་ད་ངོ་བོ་ཉིད་ཀྱི་མེད་པའི་དབང་དུ་བཏང་ནས། བརྗེ་ལེགས་ཀྱི་སྒོ་ནས་རིན་ཐང་ག་རེ་ཡོད་རེད་ཟེར་ན། སེ་འདི་ཕལ་ཆེར། རྒྱ་གར་གྱི། རྒྱ་གར་གྱི་ལྟ་གྲུབ་མང་ཆེ་བ་གིས་འདི་ཁས་ལེན་པའི་ཟེར་བ་ཞིག་ཡོད་རེད་ས་ནང་པ་སངས་རྒྱས་པའི་གཏམ་མ་ཡིན་པ། དཔེར་ན་ང་ཚོ། དེ་སྲིད་གར་ས་གར་སོགས་རེད། ང་ཚོ་སྤྱན་འཇུག་གི་ཚིག་འདྲ་བོའི་སྐུལ་མ་བྱ་བ་ཡིན་ན། བདེན་པ་མཐོང་བའི་སྒྲོལ་སྦྱོར་གྱི་གསན་བཞིན་སོ། འདིས་ང་ཚོ་སངས་རྒྱས་པ་མང་ཆོས་ཀྱི་དང་ཐོས་བསམ་སྒོམ་གསུམ་དང་རིག་པའི་གནས་ལྔ། ཐུན་མོང་དང་ཐུན་མོང་མ་ཡིན་པའི་གནས་ག་ཚད་སྦྱངས་ནས་ཐ་མ་ཐ་མ་བྱས་ཏེ། ཐོས་པའི་ཤེས་རབ་དང་བསམ་པའི་ཤེས་རབ་དང་སྒོམ་པ་སྒོམ་པའི་སྟོབས་ལས་འབྱུང་བའི་ཤེས་རབ་གསུམ་སྐྱེ་དགོས་ཀྱི་ཡོད་རེད། སེ་གེ་རོ་ང་ཚོར་བ། སྒོམ་པའི་སྟོབས་ཀྱི་སྒོ་ནས་སྐྱེ་དགོས་ཡོད་རེད། དེ་ནི་ད་ང་ཚོ་སློབ་གཉེར་བ་ཡི་གཅིག་ཡིན་པའི་ཆ་ནས་ཡིན་ན་ཡང། བསམ་པའི་ཤེས་རབ་ཐོས་པའི་ཤེས་རབ་དང་བསམ་པའི་ཤེས་རབ་དེ་དགོས་ཀྱི་རེད་བས་སོ་དགོས་ཀྱི་རེད། འོ་ན་བསམ་པའི་ཤེས་རབ་དང། ཐོས་པའི་ཤེས་རབ་ཀྱིས་འདང་གི་རེད་བས་སོ་ན་རྣམ་པ་ཀུན་ཏུ་འདང་གི་མ་རེད། ག་རེ་དགོས་ཀྱི་རེད་ས་ན་མཐར་ཐུག་ལ་ང་ཚོ་བསྒོམ་པའི་སྟོབས་ཀྱིས་འབྱུང་བའི་ཤེས་རབ་དེ་ངེས་པར་དུ་སྐྱེ་དགོས་རེད། རྣམ་པར་གྲོལ་བའི་གིས་ཐོབ་པར་བྱས་པ་ལ་ཤེས་རབ་ཐོས་པའི་ཤེས་རབ་ཁ་ཟས་ཡག་པོ་ཡོད་ནས། བསམ་པའི་ཤེས་རབ་ཁ་ཟས་ཡག་པོ་ཡོད་ན་རྣམ་པར་འགྲོ་བ་ཐོབ་ཐུག་གུ་རུ་བས་ཟེར་ན་ཐུག་གུ་མ་རེད། བྱས་ཙང་ང་ཚོ་སངས་རྒྱས་པའི་ཐུན་མོང་མ་ཡིན་པ་འདི། ཤེས་རབ་ནང་ནས་ཀྱང་སྒོམ་པའི་སྟོབས་ཀྱི་ཤེས་རབ་དེ། རྒྱུད་ལ་སྐྱེས་ཚར་རེ་ཤི་ནས། འདི་ཡིས་བྱས་ནས་རྣམ་པར་འགྲོ་བ་ཐོབ་གི་རེད་ཟེར་མདོར་ན་ཡིན་ན་ཡང་རྣམ་པར་འགྲོ་བའི་གསག་སྒོམ་པའི་འབྱུང་བའི་སྟོབས་ཀྱི་ཤེས་རབ་མཁས་པར་བྱས་པ་ལ།

དགོན་པའི་སྟོབས་ཀྱིས་ཤེས་རབ་སྒོ་གཡོག་རེ་མཇལ་ཙང་ང་སློབ་སྦྱོང་བྱེད་དགོས་དགོས་འདུག་ཟེར། ད་མདོར་ན། མདོར་ན་འདི་ལབ་ཆོག་ན་འབྲི་ས་འགྲམ་ནས་བསྒྲིག་ས་རེད་བ། ང་ཚོ་ཤེས་ཡིན་ཁྱད་པར་དུ་ནང་ཆོས་དང་འབྲེལ་བའི་ཤེས་ཡིན་འདི། ངོ་བོ་ཉིད་ཀྱི་སྒོ་ནས་ག་སོགས་རིན་ཐང་ཡོད་པ་མ་ཚད་བརྗེ་ལེགས་ཀྱི་སྒོ་ནས་ཅང་རིན་ཐང་ཡོད་རེད་ཟེར། བེད་སྤྱད་དེ་ནས་ལབ་ན་འགྲིག་པའི་ཚོར་བ་ཞིག་འདུག་བསམ་སོང།